ཡ་གྲོགས་རྣམ་པ། ད་ལྟ་ཁྱེད་རྣམ་པས་གསར་གཟིགས་གནང་བཞིན་པ་འདི་ནི་མཚོ་སྔོན་རྒྱང་སྒྲོག་བརྙན་འཕྲིན་ཁང་རྨ་ལྷོ་ཁུལ་རྩེ་ཁོག་རྫོང་ཏང་དང་རྫོང་མི་དམངས་སྲིད་གཞུང་གིས་གཙོ་སྒྲུབ། མཚོ་སྔོན་བོད་སྐད་རླུང་འཕྲིན་མཚོ་སྔོན་བོད་སྐད་དྲ་ལམ་རྒྱང་སྒྲོག་བརྙན་འཕྲིན་ཁང་མཚོ་སྔོན་ཞིང་ཆེན་མི་རིགས་སྐད་གདོང་བརྙན་འཕྲིན་རྒྱུ་རྐྱེན་ལྟེ་གནས། ཧྲིལ་པ་དགའ་པོའི་སྲོལ་རྒྱུན་རིག་གནས་དར་སྤེལ་ཚད་ཡོད་སྤྱི་གཉེར་ཁང་བཅས་ཀྱིས་འགན་སྒྲུབ་བྱས་པའི་ཀྲུང་གོའི་གློག་འཕྲིན་ཐིན་ཡིག་རྟགས་མའི་བོད་ཀྱི་གཏམ་དཔེ་གདམ་གསེས་འགྲན་བསྡུར་སྐབས་གསུམ་པ་གི་ཐོག་མའི་འགྲན་བསྡུར་གྱི་ཐད་གཏོང་ཡུལ་དངོས་ཡིན།
འབྲས་གྲོགས་རྣམ་པ་དེ་ན་ཞུ་ནི། ད་ཐེངས་ཀྱི་སྲིད་པ་དགའ་པོ་ཐོག་མའི་བོད་ཀྱི་གཏམ་ཧེ་འགྲན་འདིར་སྐབས་གསུམ་པ་གི་དག་བྱ་འདེམས་དགེ་རྒན་རྣམ་པས་འགྲན་ཞུགས་པ་སོ་སོ་ཡ་སྐར་མར་རྒྱག་སྟངས་ཀྱི་ཐད་འདི་ནས་ངོ་སྤྲོད་བརྩི་གལ། སྐར་མར་རྒྱག་སྟངས་ཀྱི་ཐད་ནས། གཅིག་ཡིན་ན་བརྗོད་བྱ་གནད་ལ་ཟིན་མིན། གཏམ་ཧེ་བཞག་ནུས་ཀྱི་མང་ཉུང། ཁ་སྐྱེས་ར་རིག་པ་རྣོ་མིན། སྐྱར་ཟློས་ར་ཁ་འཁྱུག་ཡོད་མིན། ཉམས་འགྱུར་གྲ་འཁྲབ་རྩིས་བཟང་མིན། འཁྲབ་རྩིས་བཟང་མིན་ནི་མོ་ཞོགས་ལྔ་ནས་སྐར་མར་རྒྱག་དགོས་གལ།

ལས་གྲོགས་རྣམ་པ་ད་ཐེངས་ཀྱི་ཀྲུང་གོ་གློག་འཕྲིན་ཐེ་ཡིག་རྟགས་མའི་བོད་ཀྱི་དར་སྤེལ་གདན་ཞུའི་འགྲན་བསྡུར་སྐབས་གསུམ་པ་གི་དེ་རིང་གི་གཏམ་གུར་སྒོ་མོ་འདི་བློ་མཐུན་ཞི་ཅིན་ཕིང་གི་ཁྲིམས་སྐྱོང་བསམ་བློ་འཛུགས་སྐྲུན་དྲ་མི་རིགས་སྲོལ་རྒྱུན་རིག་གནས་དར་སྤེལ་གྱི་སྲིད་ཇུས་བཟང་བོ་དེ་བཏོད་པ་གཟིགས་ད་ལོ་ནས་དེ་རིང་གི་འགྲན་བསྡུར་གྱི་སྒོ་མོ་འདི་དག་ཡོངས་སུ་ཕྱེས་ནི་རེད་ད་གོང་ནས་གཏམ་བཤད་པ

ད་སྔ་ཉི་ཧོང་གོང་ནས་བཙོག་མྱོང་ནས་ང་ཚིག་གསུམ་རྒྱལ་དགོས་བཤད་མྱོང་ནས་ད་སྔ་ཧར་བརྩེགས་ཀྱི་སྨུར་བཏགས་ནས་ང་ཚར་བརྩེགས་ཀྱི་དོན་རྟོགས་ནས། འདི་མོ་གི་སྔ་ཕྱི་གི་མོ་འཇོན་ཐང་ཅན་ཟིག་སྔ་རྒྱུག་གི་བྱང་མ་གོམ་ལག་ཅན་ཟིག་ཨི་རི་ཟི་ན་མ་རི། ད་སྔ་ཕྱི་རྐྱང་རྐྱང་གླ་བ་རྐྱང་རྐྱང་གི་ང་ནང་རྐྱང་རྐྱང་ནམ་མཁའི་རྐྱང་རྐྱང་གི་ད་སྔ་ས་ར་ཁ་མཚམས་ན་ཡོད་ནས་ང་རྟ་ར་མཉམ་མཉམ་གི་འདི་མོ་གི་ང་མྱི་ཉམ་ཆུང་ཟིག་རེད་བ་ཉག་ཕྲ་ཟིག་རེད་རེད་ཏྲ་ར་དེ་རིང་ཁིར་གི་ང་ཆུ་མོ་བཤད་སྟངས་དྲུང་ད་སྔ་ཧ་མི་རྒྱ་ཟིག་འདྲེས་མའི་གནའ་རྟ་བཏགས་ནི་རི

བཤད་ལས་མི་ཚར་ནི་གཟུགས་སྤྱོད་སྐྱེ་མི་ལང་བ་གཟུགས་མངའ་བྱ་རྒྱུ་ཡོད་ཟེར་གྱི་རྒྱུ་མཚན་བཤད་ན་ལྟུང་བ་རེད། དེའི་འཕྲོ་གི་ལ་ཀ་ནི་དེ་རང་འཁུར་དགོས་དག་གི། ད་བཤད་ན་ལྕགས་ཀྱི་མཁར་རྫིག་བསྐོར་འོག་གི་ནང་ན་གདན་པའི་ཁྲིམས་གཟུགས་བརྩིགས་འོག་གི་བཟོ་བ་གཟི་བརྗིད་རྒྱལ་པོའི་ཁྲལ་བཞག་འོག་གི་གཟི་ཁྲིམས་གསོལ་ཤུགས་གཉའ་ཤིང་ཁྲལ་ལ་བཞག་འོག་གི་གཟི་བསྐུར་བསམ་པའི་དོན་གྲུབ་མགོ་ཤུགས་འོག་གི་དུ་མི་འཚལ་འཁུར་དགོས་དག་གི་དེ་རང་རྒྱལ་སྒོའི་ཉིས་བརྩེགས་ལྕགས་ནག་གི་ཨ་ལོང་ཡོད་ས་ཁྲིམས་སྒོའི་སུམ་བརྩེགས་དངུལ་བསྐུར་གྱི་མེ་ལོང་ཡོད་ས་འདི་མོ་གི་འཁུར་དགོས་དག་གི། ད། ཁྲིམས་ར་དམར་ནག་མ་ཟིག་གི་ནང་ཐོན་དང་ན་ཅིའི་མི་ཚིལ་གི་ཁིར་གེ་ད་གི་དེ་རང་གི་ཀོང་ཐང་གཟིམ་ཡི་ལྷ་ཉི་གེ་སིམ་ཙོ་ཅིག་སྟོད་ཀྱི་ན་འདི་ཁིར་གེ་ད་གི་གཞུག་ད་དར་ཅན་གི་ཁྲི་རྒྱལ་བོའི་ཅན་གི་བླ་མ་ཡོད་གི་གཞུག་ད་དར་ཅན་གི་དཔོན་པོ་ཡོད་གི་འོ་ཅིའི་མི་ཚིལ་གི་ཁིར་གེ་ད་གི་ཀོང་ན་ཉེར་ད་འོད་ཅན་གོ་ས་ན་མེ་ཏོག་ཡོད་ཅན་གོ་ཞི་བ་མ་ཀ་རུ་ལྟེ་བ་ཟིག་ཡོད་ནོ་ནང་ཚོམ་བུ་གོ་ལ་ཡང་ཉང་ཟིག་ཡོད་ནོ་འོ་ཅིའི་མི་ཚིལ་གི་ཚིས་ཞག་ཚིས་ཞིབ་མི་ཁིར་གེ་བླ་མ་འདྲེན་ནི་ཟིག་ཡོད་ནོ་ཚིས་འདི་གི་ཁིར་གེ་བ་སྐྱིལ་སེན་ནི་ཟིག་ཡོད་ནོ་འོ་ཡ། ད་ལྟ་བའི་བླ་མ་གཅིག་རྒྱལ་ཡོད་གྲོང་བརྩིགས་ན་ནོར་རེ་གཅིག་ཡོད་ནོ། འདི་དུ་དཔོན་དག་ཁྱོད་ལྟ་གི་ཕྱག་དད་པའི་ཚ་ས་ཟིག་ཡོད་ནོ། འོ་ཡ། འདི་མོ་གི་ཁིར་གེ་ལྟ་གི། མེ་ཏོག་ཕོག་པའི་ལྷར་སྐལ་ཟིག་ཡོད་ནོ། མ་ནི་ཁིར་གེ་ལྟ་གི། ཚ་མ་ཟིག་ཡོད་ནོ། འདི་མོ་གི་ཁིར་གེ་ལྟ་གི་རྩ་བའི་བླ་མ་གཅིག་གི་ནོར་རེ་འདི་ལྟ་གི་སེར་ལོང་བླ་མ་ཞིག་གི་ཟེར་གྱི། དེའི་འཕྲོ་གི་བླ་སྐལ་ནི་འོ་ཡ་ཁིར་གེ་ལྟ་གི་ཞིག།

སྐྱབས་ཚུལ་ཁ་ནས་ཁུར་ཀའི་རྒྱ་ཁུ་མ་རྟ་ནི་གཟོ་ནོ། འོ་ཡ་འདི་མོ་གི་དཔའ་བོ་རྒྱར་རྫོང་ནགས་ཀི་ཆུ་སྲིན་འདྲ་འདྲ། ཁེ་བ་རྒྱ་མཚོ་ནང་གི་རྨ་བྱ་འདྲ་འདྲ། འོ་འདི་མོ་གི་ཁུར་ཀའི་རྟ་གི། འོ་ཡ། ད་ས་མགོ་གི་རླབས་ཆེན་ཡོད་གི། སྡེ་མགོ་གི་དཔོན་པོ་ཡོད་གི། འོ་ཡ་འདི་མོ་གི་ཁུར་ཀའི་རི་རུ་བོང་བ་གླིང་གི་རྩི་ཆེན་ཡོད་གི། རྒྱ་མཚོ་ཧུབ་ཀི་འབྲོམ་གི་སྟོབས་ཆེན་ཡོད་གི། འོ་ཡ། འདི་མོ་གི་ཁུར་ཀའི་རྟ་གི། ཡང་ཁྲི་བརྒྱ་གཅིག་ད་ལྟར་བྱེད་འགུལ་འཁུར་མཁན་དཔོན་པོ་ཡོད་གི་འདི་དག་དཔོན་དུ་འཁུར་མཁན་ད་གི་དངུལ་ལོང་དཔོན་པོ་རེད་ལ་ཟེར་གི། རྗེའི་ཁྲོ་གུ་ལ་ཀ་ནས་འཁུར་མཁན་ད་གི། ད་བླ་སྤྲུལ་གསེར་སྐུ་འཕྲེང་བ་འདྲ་འདྲ་དཔོན་སློབ་བཀྲ་ཤིས་རྟགས་བརྒྱུད་འདྲ་འདྲ་ཨོ་ལེ། ད་གནམ་ཚིག་མི་འགྱུར་གི་སྐར་མ་ཨར་ཏི་འདྲ་འདྲ་ས་ཚིག་མི་འགྱུར་གི་ཀང་ཀར་ཏའི་སི་འདྲ་འདྲ་ཨོ་ལེ། འདི་མོ་གི་གཉིས་ཅན་གསེར་རུའི་གསེར་འདྲ་འདྲ་ཡོད་གི་ཁྱི་ཆེན་རྒྱ་མཚོ་བཟང་གྲ་འདྲ་འདྲ་ཡོད་གི་གསེར་གསེར་རུའི་གོང་ཚོད་མ་ལྷུང་བ་ཡོད་གི་བཟང་གྲ་འཇག་ལབ་གི་མ་སྟོད་ར་ཡོད་གི་ཨོ་ཡ།

ཨོ་ཡ། ང་བཙན་ཚོད་མེད་ཙི་ཧབ་ར་རྡོ་ཐོག་ཡོད་ཀ། ང་ཤིག་ཚོད་མེད་ཀི་ཤར་ཡུ་བ་ཏྲ་ཟིག་ཡོད་ཀ། ང་བཙན་ཉན་དགུ་མ་ཟིག་ཐུར་གིར་ཡོད་ཀ། ང་ཧ་བཏང་དགུ་མ་ཟིག་ཀྱེ་ནར་ཡོད་ཀ། ཨོ་ཡ། འདི་དོ་ཧོན་གྱི་ངོ་མ་ཅང་གི་ཤོ་ཏྲ། ང་ཆི་མོ་ཟིག་རེད། ཨོ་ལེ། ང་འདྲི་ཏྲིག་ནི་གི་ཤང་ནི་ང། ང་གུང་ངུ་ཙི་ག་ང་རང་ཟིག་ཀྱིག་ཟིག་ག། ཨོ་ཡ། ང་མ་རིག། ཀ་རུ་ཨོ་མི་ཚོ་ནི་ང། མ་རིག། ཏྲག་གི་ཐིག་ལི་ཟིག་ཀྱིག་ཟིག་ག། ཏང་ཟིག་ག།

ད་ཅི་མི་རེད་དེ་དེ་འདི་རང་འགྲོ་སྙག་གཞུང་མཛད་སྒོ་གནང་དུས་ལྟ་གི་ང་འོ་ཡམ་སྙག་ཉོམ་བྱུང་བ་ཁམས་ཆོས་རང་ཁོ་རེ་ཡིས་ཅི་མི་རེད་དེ་དེ་ལྟ་གི་ང་སྐད་ཆ་མང་བ་ཟིག་ཡང་ཤག་གི་ཡོག་ཁུ་ད་ཅི་མི་རེད་དེ་དེ་དེ་རང་ཁྲོམ་ར་འདི་ནང་ན་ལྟ་གི་ཅི་མི་རེད་དེ་དེ་ལྟ་གི་མགོ་ལོག་ཨ་ཞུང་སང་ང་ལྟ་གི་སྐད་ལམ་ཉེས་ཀྱིས་ཟིག་དཔེ་ལམ་ཤུགས་ཀྱིས་ཟིག་ཡོག་ནི་ཨ་རེད་དེ་དེ་ཡོག་ནི་རེད་ཟེར་གྱི་སྐྱབས་ཆ་འདི་མི་རེད

ཡ་རེད་གོ་ད་ལྟ་ཡིན་ན་ད་ལྟའི་རང་འཁུར་གི་དག་གི་ཡང་མ་ཡིག་གང་འཁྲུག་ཟེར་རྒྱུ་འདི་ཁྱི་ཕྱི་ལ་ཅོག་ཕྱི་བརྩིགས་ལས་འདི་ཁྱི་རྒྱུ་ག་སོར་རྒྱག་ཟེར་གོ་གི་མོ་ཤོང་ཡིན་གྱིས་ན་ངའི་འཁུར་གི་དག་གི་ངའི་ཨེ་སུམ་སྤྲང་མོ་འདའ་ཡི་ལས་དེ་ལྟ་ངའི་ཨོ་ཡ་ངའི་འཁུར་གི་དག་གི་བསམ་པ་དཀར་བོའི་སྟོང་ཡི་ལས་དེ་ལྟ་ངའི་ཨོ་ཡ། ད་སྟག་ཤ་རའི་རང་ཤ་རང་འགག་ཅིག་སྒྲུབ་བཏང་ན། མ་བུ་མོའི་རང་སྐྱ་རང་འགག་ཅིག་ལུས་བཏང་ན། འོ་འདི་དང་ཧོ་འདི། ངའི་ཁུར་གི་སྟག་ཇེ་ཆེ་ཇེ་མང་གཅིག་མ་སོང་ན་གཟིགས་དེ་དང་ངའི་ངའི་ཁུར་གི་སྟག། བུ་ཉེ་བའི་ཤ་བཀྲ་ཉེ་བའི་གཅིག་དེ་བཏང་ན། བ་ད་སྡུག་ཆ་ནག་ཟི་བའི་གཅིག་ཐད་བཏང་ན་གཟིགས་དེ་ལས་ངའི་དེ་རང་ཁུར་གི་སྟག། འོ་ཡ། ཁུར་གི། རྒྱའི་ཁྲིམས་སྒོ་མ་གཏུགས་དེ་དང་ངའི་ཁུར་གི་བུ་གུ་ཉེ་ཆུན་བས་ནས་ད་རྒྱུ་མཚན་བཤད་ན་དུ་མོ་ཡིན་འདྲ་ར། ད་འཇིགས་གར་སྔོན་མ་ཅན་གྱི་ཤོ་ཏྲ་ཧ་ད་སྐྱིང་གླ་ཀ་འཇིགས་ངན་གཟིགས་ལི་སྐྱིག་གི་ལ་ཀྱོག་གླ་ཀ་སྐྱིག་གམ་གཟིགས་ལི་དེ་དང་ཡིས་འོ་ད་ཆ་གཟིགས་ཅན་གོ་ཤེ་གོ་གི་སེ་གྱིས་ན་འོ་ཡ་ཁྱོད་རྒན་མོ་ད་ཁྱི་ཁིར་གི་ད་གི་ཤི་དུང་དུང་ཁིར་གི་ད་གི་ཀོ་དུང་དུང་གཟིགས་ལི་ཁྱི་འདི་མོ་ཅན་གི་ད་གི་མང་གཟིགས་ཤེ་གོ་གི་མོ་ཁྱིས་ད་གི་མགོ་ལོག་ཚང་གི་ཁིར་གི་ས་ཐོག་ག་ཡོང་ནོ་མ་ཤི་མ་མ་ཡོང་ནོ་མ་ཤི་སེ་གོ་གི་མོ་དེ་ཡིན་ན་ཁྱི་ངའི་རྡུང་གོ་ནོ་ཅི་གི་ཤི་དང་ནི་རི་དི་དི་ཁོ་ཏི་ཁྱོད་ཐུ་མི་ཐུ་མི་ཐུ་ཁག་གནམ་ས་ཟིག་རེད་ལ་འོ་ཡ་ཁྱོད་ཁ་ཅིག་གི་ནང་ནས་སྐྱིད་ཉིས་ཡོང་ནི་ཨ་རི།

ཁུར་ཀེ་རག་ཀྲི་ཀི་རྫ་ཁབ་ཀྲི་ཀི་དེ་ལི་ང་ཉི་གི་གཡུག་ཡི་གི་ཤི་ཤི་འདེ་མི་ཤི་གི་ཡི་ཡི་འདེ་མི་དེ་ཏང་ངི་ང་ཉི་གི་གཡུག་ཡི་ཀྱ་འདི་བི་ལི་ཚོན་པི་ཚི་འདི་བི་ལི་ང་ཉི་གི་འདི་ཁེ་ཨོ་ཡ་ང་ཉི་གི་ཁུར་ཀེ་ཁྲིམས་བཟའ་བ་ཅི་ག་སྨོ་ལམ་རྒྱ་བི་ར་ཐང་མིག་ཟི་ག་ལེ་ཧང་ཆུ་ནི་ཨོ་ཡ་དེ་རང་ནང་ག་ད་ང་ཉི་ག་ཙི་མི་ཚི་གི་ཁུར་ཀེ་ད་གི་ཨོ་ཡ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁུབ་གི་ང་ཉི་ག་ཁུར་ཀེ་ཁྲིམས་མཐུན་གི་བཟའ་ཚང་ཡི་ཡ་ཨོ་ལེ་ང་ཁུར་ཀེ་ཀྲི་གི་ཡི་གི་ནག་ཁེ་ལི་ཡོ་ང་རྒྱབ་གི་ཐབ་ག་མ་ཁུ་རི་ཡོ་ཨོ་ལེ་ང་ཀུར་ཀེ་ཡི་གི་རྒྱལ་སྐུ་འདྲ་འདྲ་ཡོད་ང་ཐབ་ཐབ་ཀ་རྒྱལ་སྟུ་འདྲ་འདྲ་ཡོད་འོ་འདི་འདི་དགུ་འདི་འོ་ཡ། ང་ཁིར་ཀེར་འཛིན་པའི་ཚིག་ཡིན། བདེན་པའི་ཁིར་ཀེར་ཚིག་ཡིན་འོ་ལེ་འཛིན་པའི་ཡོ་ཡིན་འོ་ཡ། འདི་མོ་གི་ངི་ཁིར་ཀེར་ད་གི་ཁྲིམས་མཐུན་གི་བཟའ་ཚང་ཟིག་ཁྱེད་ང་ད་གི་བློ་ལྟ། ཁིར་ཀེར་དགའ་ཡོག་ནས་བྱུང་ངས་ཅུང་མ་ཐུར་ཡོག་གི་སྐྱིད་ནས་མི་ཆོག་ད་ཁྱེད་ང་དེ་རང་ད་གི་དང། སྐྱིད་ངན་ལ་བཀའ་འགྱིན་ངས་ཁྱེད་ང་མི་རིགས་ཕྱོགས་ནས་མི་འབུམ་ནས་ཤིང་ཨ་གྱིག་དུང་ངོ་མི་རིན་ནས་ཤིང་ཨ་སྐ་ཅག་མི་ང་ཟིག་བྱེད་གོ་ཀིར་ཨ་གཉིས་གིས་འདྲ་འདྲ་ཨ་རི་འབྲོག་ཨ་གཅིག་ད་ཨ་གཉིས་གིས་ཤང་མ་ཨ་རི་རྒྱུག་ཨ་གཅིག་ད་འོ་ལེ་ཨ་གཉིས་གིས་ཁིར་ཀེར་ད་གི་ཆུ་མོ་བྱེད་སྟངས་ཅུང

ཁུག་རྒན་མོ་འདི་མགོ་ལོག་པ་སྔགས་ནོར་ཆུང་མ་ཞིག་ནས་ནད་ཁུག་སྙུག་ནོར་ཆེ་ཟིག་ཞིག་ནས་འཛེར་དེ་ཁྱེད་རང་ཆུང་མ་དག་འདྲ་གི་ཡོད་ཁུ་དེ་ད་གསལ་སྟག་རང་ཁ་སྐྱ་རྣག་ཡིན་ནི་རེད་ནད་དེ་གི་མགོ་ཞག་གི་གྲིབ་མ་མཐའ་ཡིན་ནི་རེད་ནད་ཁ་ཉིན་དེ་གི་གཡིས་ཁ་སྟག་རང་ནི་དེ་སྣ་ཐག་ཉིན་ནི་རེད་དེ་གི་ངུ་དི་གཉིས་གོ་ནི་དེ་གྱིས་སྐྱབས་ཆ་ཤད་ནད་འདི་མི་རིགས་ཡ་ཁ་ཉིན་ད་དེ་རང་ཁྱིམ་མི་རིགས་པའི་དེ་ཐོར་གུག་ཅུང་ཨག་ཅིག་སོང་དམར་གུག་ཅུང

རང་ཁྱིམ་ནི་བདག་གོས་ཡོང་ན་ཐམ་གོས་སང་ཡན་གྲོང་སྟེར་གོ་ཟེར། དགའ་པོ་རྒན་མོ་མི་ལྟར་བཟས་ན་ད་བཙན་མཚོ་མོད་རྡོ་ཐོག་ཧར་བ་ཞིག་མཚོ་མོད་ཤི་རིའི་བ་ཏྲ་འདི་སྙོམས་གི་བཟས་མཚོ་ལ་ལྟོས་བྲག་གི་བཟས་རྩ་ལ་མྱང་ནའི་མཁའ་ཟིག་རེད། རེད་དེ་ན་ཕྱི་ནས་ཁྱོད་དེ་རང་གི་འགྲན་བསྐུར་གཏོང་ངོ། གཏམ་བཤད་པ་རྨ་ལྷོ་གི་གཏམ་བཤད་པ་བཀྲ་ཤིས་དོན་འགྲུབ་ར་མགོ་ལོག་གི་གཏམ་བཤད་པ་གངས་བཀྲ་གཉིས་ཀ་འདིར་གཞུག་གི་བཤད་འདུམ་དགེ་རྒན་རྣམ་པ་གི་བཤད་འདུམ་གི་སྐར་གྲངས་གཅིག་ལྟ་ཐོག་མི་རེད་ན། གཏམ་བཤད་པ་རྨ་ལྷོ་གི་གཏམ་བཤད་པ་བཀྲ་ཤིས་དོན་འགྲུབ་ར་བཤད་འདུམ་གི་སྐར་གྲངས་གཅིག་ལྟ།